སློབ་ཚན་བརྒྱད་པ་དབྱར་རྩྭ་དགུན་འབུ་དབྱར་རྩྭ་དགུན་འབུ་ནི་མདོ་དབུས་ས་མཐོ་ནས་སྐྱེས་པའི་རྩྭ་སྨན་རྩ་ཆེན་ཞིག་ཡིན། རྩྭ་སྨན་དེ་རྒན་ཁུར་འབུ་རུ་གྱུར་ནས་ས་འོག་ཏུ་འཛུལ་བ་དང། ཞི་འགོ་ཚེས་ནས་ས་གཞིར་དྲོད་གཤེར་རྒྱས་མ་ཐག་ཏུ། དེའི་མགོ་ནས་རྩའི་མྱུ་གུ་རྐང་གཅིག་འབུས་ཏེ་ས་ཁུར་སྐྱེས་པ་དང། དབྱར་དུས་སུ་རྩྭ་རུ་འགྱུར་བས་དེའི་མིང་ལ་དབྱར་རྩྭ་དགུན་འབུ་ཟེར། དབྱར་རྩྭ་དགུན་འབུ་ནི་རྩི་ཤིང་ཤ་མའི་རིགས་ཤིག་ཡིན་ལ། ལོ་མ་དང་ཡལ་ག་མེད་པར་གཞུང་རྟ་རྐྱང་བ་སྐྱེས་ཤིང། གཞུང་རྟའི་རིང་ཚད་ལ་ཧ་ལམ་ལི་སྨི་གཉིས་ནས་བཞི་ཡོད། རྩལ་པ་ནི་དབྱིབས་ནར་མོ་ཅན་གྱི་ཤ་འབུ་ཞིག་དང་མཚུངས་ཤིང། ཤ་འབུའི་རྐང་ལག་ཆ་བཞི་བོ་གསལ་བོར་མཐོང་ཐུབ། ཧྲ་འབུ་དེའི་མདོག་སེར་ནག་ཡིན་ལ་རང་ཚུགས་ལ་ལི་སྨི་གསུམ་ནས་ལྔ་ཙམ་ཡོད། ཕྱི་དཔལ་རྒྱས་པའི་སྐབས་སུ་ཧྲ་འབུའི་མགོ་ནས་མདོག་དམར་སྨུག་ཅན་གྱི་གཞུང་རྟ་ལེབ་མོ་རྐང་གཅིག་སྐྱེས་ཏེ། ས་ངོས་སུ་ལི་སྨི་གསུམ་ཙམ་མངོན་འདུག་པ་དེ་ནི་དབྱར་རྩྭ་དགུན་པའི་རྩྭ་ཡུག་ཡིན། བོད་ཀྱི་གསོ་བ་རིག་པའི་གཞུང་དུ་དབྱར་རྩྭ་དགུན་འབུ་ལ་སྔོ་རྟ་བཤུལ་ཟེར་ཞིང། དབྱར་རྩྭ་དགུན་འབུར་འཚོ་བཅུད་འཛོམས་ཤིང་ཕྱི་རྒྱུད་སྙོམས་པ་དང། དུག་མེད་པ། འཁོལ་སྐུད་ན་བ་དང་གློ་བ་ན་བ། ལུས་སྟོབས་ཉམས་པ་སོགས་ནད་རིགས་མང་པོར་ཕན་ཞིང། རྒྱལ་ཁབ་ཕྱི་ནང་ཀུན་ཏུ་གྲགས་པའི་ལུས་ཟུངས་གསོ་བྱེད་ཀྱི་རྩྭ་སྨན་བཟང་པོ་ཞིག་རེད། མདོ་དབུས་ས་མཐོ་ནི་དབྱར་རྩྭ་དགུན་པའི་ཐོན་ཁུངས་གཙོ་བོ་ཞིག་ཡིན། སྤྱིར་རྒྱ་མཚོ་ལྔའི་ལས་མཐོ་ཚད་སྨི་སུམ་སྟོང་ལྔ་བརྒྱ་ནས་ལྔ་སྟོང་བར་གྱི་རི་ཀླུང་ཐང་གསུམ་དང། བརླན་ཕྱིར་འཛོམས་པའི་རྫ་ཀླུང་དུ་སྐྱེས་ཡོད། དེ་ནི་ཟླ་ལྔ་བ་ནས་དྲུག་པའི་ནང་དུ་སྐྱེས་ལེགས་ཤིང་སྤུས་ཀ་བཟང་བས་དབྱར་རྩྭ་དགུན་འབུ་བརྐོ་བའི་དུས་ཚོད་བཟང་ཤོས་ཡིན། སློབ་ཚན་བརྒྱད་པའི་ཐ་སྙད། གཡའ་རྩ་རྒན་པོ། གཡའ་རྩ་རྒན་པོ། དྲོད་གཤེར། དྲོད་གཤེར། ཤ་མོ། ཤ་མོ། ཤ་འབུ། ཤ་འབུ། འཚོ་བཅུད། འཚོ་བཅུད། ཐོན་ཁུངས། ཐོན་ཁུངས།